ཁོར་ཡུག་གི་སྐོར། དེང་སང་འཛམ་གླིང་ཐོག་སྲོག་ལྡན་ཀུན་གྱི་འཚོ་བའི་རྟེན་གཞི་གྱུར་པའི་ཁོར་ཡུག་གི་གནས་སྟངས་ཉམས་རྒུད་ཆེ་ཆེར་འགྲོ་བཞིན་པའི་སྐབས་འདིར། རང་ཅག་གཉེན་སློབ་ཚང་མའི་རང་ནུས་ལ་དཔག་པའི་སྣོད་བཅུད་ཉམས་གསོ་བཅུད་དང་མི་ཉམས་གོང་འཕེལ་སོགས་ཡོང་བའི་ཐབས་ཚུལ་དུ་དུས་དང་རྣམ་པ་ཀུན་ཏུ་འབད་བརྩོན་བྱེད་ཁ་ཤིན་ཏུ་ཆེ་བ་ཡིན། ཁོར་ཡུག་སྐྱོན་མེད་གཙང་མར་གནས་པའི་དགེ་རྩེ་ནི་དཔེར་ན་ཆུང་ས་ནས་བཤད་ན་ལྗོན་ཤིང་བཟང་པོ་རླུང་ཁམས་གཙང་མར་གནས་པར་བྱེད་ཅིང་དེས་སྐྱེ་བོ་སྲོག་རླུང་གཏོང་ལེན་ལ་རམ་འདེགས་བྱེད་དེ། འབྱུང་ཁམས་ཆ་སྙོམས་ལ་གནས་པ་དང་ཚད་བསྲིང་བར་བྱེད་པ་ཡིན། དེ་བཞིན་གྲིབ་སེལ་སྣུམ་པོ་ངལ་གསོ་བའི་གནས་སུ་གྱུར་པ་དང། ལྷག་པར་རྩི་ཤིང་སྐྱེད་སྲིང་ལེགས་པོ་བྱུང་ན། ཆར་ཆུ་དུས་སུ་འབེབས་ཤིང་ལོ་ཕྱུགས་ལེགས་པ། ཚ་གྲང་སྙོམས་པ། ཡུལ་ཁམས་ལྟ་ན་སྡུག་པའི་མཛེས་ཉམས་ལྡན་པ། ཉམས་དགའ་བའི་གནས་འདིར། ཕྱི་ཡི་ལྗོངས་རྒྱུ་བ་དག་ཀྱང་རྒྱུན་མི་ཆད་པར་ཡོང་ནས་བདེ་སྐྱིད་ཀྱི་ཚོར་བ་སྤྲོད་པ་དང། ཤེས་རིག་འཕེལ་རྒྱས། དཔལ་འབྱོར་འདུ་འགོད་སོགས་ངང་གིས་འཕེལ་རྒྱས་ཡོང་བ་ཡིན། ལྷག་དོན། འབྲས་བུ་ཅན་གྱི་ཤིང་སྣའི་སྒྲོ་བས་མིའི་རིགས་གཙོ་བོར་གྱུར་པའི་སེམས་ཅན་མང་པོ་ལ་འཚོ་བཅུད་སྦྱིན་ཞིང། དེ་ལ་བརྟེན་ནས་ལུས་སྟོབས་རྒྱས་པ། ཟས་ཀྱི་གདམ་ག་བྱེད་པ་སོགས་ཕན་ནུས་ཆེན་པོ་ཡོད། མེ་ཏོག་ལ་ཆ་མཚོན་ན། རང་ཉིད་གང་དུ་གནས་པའི་ཁོར་ཡུག་ཏུ་ཁ་མདོག་རྣམ་པར་བཀྲ་བའི་མེ་ཏོག་སྣ་ཚོགས་བཞད་དེ་ཡོང་ན། ཡིད་བག་འཕེལ་ཞིང་བློ་བདེ་བའི་ཚོར་བ་སྟེར་བ་དང། ལྷག་པར་རླུང་ནད་ཅན་དང་སེམས་ཁམས་མི་བདེ་བའི་རིགས་ལྡུམ་རའི་ནང་དུ་འཆམ་འཆམ་དུ་བསྐྱོད་དེ་རེ་ཞིག་བག་ཡངས་ཀྱིས་བསྡད་ན། སེམས་ངལ་གསོ་ཞིང་ཡིད་ལ་བདེ་བ་སྟེར་བའི་ཁྱད་ནུས་ཡོད། ཆོས་པ་ཞིག་ཡིན་ན་ཡིད་འོང་རང་བྱུང་གི་དངོས་ཁམས་རྣམས་མཐོང་བ་ན། དམིགས་པ་དང་བཅས་ཏེ་མཆོག་གསུམ་ལ་མཆོད་པའི་ཚུལ་དུ་ཕུལ་བ་ཡིན། དེས་བསོད་ནམས་ཀྱི་ཚོགས་རླབས་ཆེན་བདེ་བླག་ཏུ་གསོག་ཐུབ་པའི་ཀྱི་ཕན་ཡོན་ཡོད། ཆོས་ཕྱོགས་ནས་བཤད་ན། སྟོན་པ་བཅོམ་ལྡན་འདས་ལྗོན་པའི་དྲུང་དུ་སྐུ་བལྟམས་པ་དང། ལྗོན་པའི་དྲུང་དུ་བྱང་ཆུབ་བརྙེས་པ། མཐར་ལྗོན་པའི་དྲུང་དུ་སྐུ་མྱ་ངན་ལས་འདས་པ་བཅས་ཀྱི་གནས་ཚུལ་ཡོད་པ་དང། ལྷག་པར་དམ་བཅའི་དུས་བའི་ནང་དགེ་སློང་རྣམས་ལ་ལྗོན་ཤིང་འདེབས། དེབ་སྲིན་གྱི་ཚུལ་གདམས་པ་སོགས་ལས་ལྗོན་ཤིང་དེབ་ལས་ཀྱི་དགེ་བའི་ལས་སུ་འཁྱེར་ནུས་པའི་ཆ་རྐྱེན་ལྡན་ཡོད་པ་རྟོགས་ནུས། ཁོར་ཡུག་འབག་བཙོག་གི་ཉེས་པ་ནི་མཚོ་དང་མཚེའུ། མཚེའུ་ཡི་དྭངས་བསིལ་གྱི་ཡོན་ཏན་ཉམས་ཤིང་དེ་དག་ལ་གནས་པའི་སྲོག་ཆགས་ལ་བར་དུ་གཅོད་པ། རྩི་ཤིང་ནགས་ཚལ་སྟོང་བའི་ས་ཡི་བཅུད་ཉམས་པ། ཆར་ཆུ་དུས་སུ་མི་འབབ་པ། སྔོན་མེད་ཀྱི་རླུང་འཚུབ་དྲག་པོ་ལྡང་བ། ཆུ་ལོག་རྒྱས་པ། ནད་རིགས་སྣ་ཚོགས་ཁྱབ་གདལ་འགྲོ་བ་སོགས་ཀྱི་འགལ་རྐྱེན་མཐའ་ཡས་པ་ཞིག་ཡོང་གི་ཡོད་པ་བདེན་གྱི་མཐོང་ཆོས་ནི་གསལ་པོ་རེད། དེས་ན་ཆེ་ས་ནས་ནགས་ཚལ་དང་གཅན་གཟན་རི་དྭགས་བཅས་སྲུང་སྐྱོབ་དང། རྡུལ་ཕྲན་གྱི་དུག་རྫས། རྙོག་རོ་གསར་པའི་ཕུང་གསོག་བཀག་འགོག། ཆུང་ས་ནས་ཤིང་འབྲས་ཀྱི་པགས་པ་དང་ཤོག་བུ། འགྱིག་ཤོག་ཤེལ་དམ། གོས་རྙིང། ཟས་ཀྱི་ལྷག་མ་སོགས་གད་སྙིགས་ཀྱི་རིགས་གང་བྱུང་དབྱུག་པ་དང། ལྕོག་རྩེན། གང་སར་གཏོང་བ་བཅས་ཀྱིས་ཡུལ་གྱི་མཛེས་སྡུག་དང་གཙང་སྦྲ་ཚོད་ལྡན་གཉིས་ཀར་གནོད་ཀྱི་ཡོད་པ་དཔོག་ཐུབ། བྱེད་དགོས། དེ་ལྟ་བུའི་ཁོར་ཡུག་ལ་དོ་སྣང་དང་སེམས་ཁུར་མེད་པའི་བྱ་སྤྱོད་ཀྱིས་རང་བྱུང་དངོས་ཁམས་ཉེན་ཚབས་ཀྱི་གནས་སུ་འགྱུར་སྲིད་ཅིང། དེ་ད་ལྟ་འཚོ་བཞིན་པའི་མི་རབས་འདིས་སྨོས་ཅི། འབྱུང་འགྱུར་གྱི་མི་རབས་རྣམས་ལ་ཡང་གནོད་ཚབས་དང་འཇིགས་ཉེན་ཤིན་ཏུ་ཆེ་བའི་གནོད་འཚེ་ཡོང་རྒྱུ་ཡིན་པའི་གནས་ཚུལ་རྣམས་ངོས་འཛིན་བྱ་ཐུབ་བྱ་རྒྱུ་གལ་ཆེན་པོ་ཡིན།